དང། དེ་གི་འོག་ཏུ་ལས་འདི་གི། ཡང་འཁྲུངས་སྟོང་གཞན་གྱིས་བཤད་རྒྱུ་ཡོད་མི་དེ་ནི། ཁ་ཅིག་སྣང་ངོ་ཨོ་རྒྱན་རྒྱལ་པོའི་སྲས་ཟེར་འོང་ལ་རེ། དེ་ཡིན་ན། དེ་ནི་ཨོ་རྒྱན་རྒྱལ་པོ། དེ་ནི་ཨོ་རྒྱན་ཟེར་ན་ཨོ་འདྲི་ཡ་ན། ཨོ་འདྲི་ཡ་ན་གི་རྒྱལ་པོའི་སྲས་སུ་སྐུ་འཁྲུངས་པ་ཡིན། དེ་ཡིན་ན། དེ་ནི་སྔ་ཕྱི་གི་རྣམ་པ་ཅན་རེད་དེ་ཡོད་ལ་རེ། དེ་འདྲའི་ཞེས་འོང་དུས་ལས། འོ་ན་པད་མ་ལས་འཁྲུངས་ཞེས་དང་པད་མ་འབྱུང་གནས་ཞེས་པའི་གི་དེ་ནི་མཚན་དེ་ཅི་འདྲའི་དྲག་ལས་རེད་ཟེར་ན་ད་པད་མ་འབྱུང་གནས་ཞེས་པ་དེ་ལ་ཕྱིར་པད་མའི་རིགས་ཡིན་པའི་ཕྱིར་གནའ་བོ་པད་མ་འབྱུང་གནས་སྲས་མཆོག་རིགས་ཡིན་གྱི་མེད་ཉིད་པད་མ་ལས་འཁྲུངས་དགོས་དོན་ཅི་ཡོད་དེ་ནི་འདི་ཨོ་རྒྱན་རྒྱལ་པོའི་སྲས་སུ་འཁྲུངས་ནས་སྔར་བཤད་ཡིན་པ་ལྟ་བུ་ད་ལྟ་ཕུར་པ་གིས་དཀར་དམར་གྱི་ལོ་རྒྱུས་དེ་ཚོགས་ཀྱི་ནང། ཐམས་ཅད་ཀྱི་ནང་ལ་འོག་ཏེ་ཨོ་རྒྱན་རྒྱལ་པོའི་སྲས་རེད་དེ་ཡོད་ལ་རེད། དེའི་རྒྱུན་དུ་ལས་གཏེར་མ་ད་ལྟ་ཁ་ཤས་ཀྱི་ནང་ལ་ཡང་ཨོ་རྒྱན་རྒྱལ་པོའི་སྲས་རེད་དེ་ཡོད་ལ་རེད་དེ་འདྲའི་ཞིག་ལ་ཡིན་ན། དེ་ནི་དེང་སང་གི་མི་རྣམས་ཀྱི་བློ་ཡུལ་ལ་འོ་དེ་གའི་མཚམས་ཆེན་པོ་འདྲ་ཞིག་ཡོད་ལ་རེད་རྫུས་ཤིག་ཟེར་དགོས་ན། དེ་ནི་བློ་ཡུལ་ལ་མ་ཤོང་ཤོང་དེ་འདྲའི་དེང་སང་མང་པོ་ཡོང་གི་ཡོད་རེད་དེ་ཡིན་དུས་ལས་དེ་ནི་ཁ་ཅིག་སྣང་ངོ་ཨོ་རྒྱན་མཇལ་བའི་སའི་གསལ་བྱེད་དག་དེང་སང་གི་མི་རྣམས་ཀྱི་བློ་ཡུལ་ལ་དེ་འདྲའི་འགྲོ་ཆེ་བ་ལྟ་བུ་ཡོད་རེད། དེ་ནི་པད་མ་ལས་འཁྲུངས་ཞེས་བཤད་ན་ཨོ་རྒྱན་མཇལ་བའི་སྲས་ཡིན་པ་དང་པད་མ་ལས་འཁྲུངས་པ་གཉིས་འགལ་བ་མེད། དེ་ཅི་འདྲའི་རེད་ཟེར་ན། ཨོ་རྒྱན་མཇལ་བོ་གིས་ད་སྲས་དེ་འཁྲུངས་བའི་དུས་སུ། ཐ་ན། དྲི་མེད་མདངས་ལྡན། མཚོ་ཡི་ནང་དུ་ལས། དེ་ནས་ད་ལྟ་རྫིང་གཅིག་བཀྱགས་ནས། རྫིང་ཟེར་ན་གྲུ་འདྲ་པོ་གཅིག་བཀྱགས་ནས། དེ་ནས་དེའི་གི་ནང་དུ། དེ་ནས་མེ་ཏོག་པད་མ་ལ་སོགས་པ་གི་མེ་ཏོག་མང་པོ་བཙུགས་ར་བ་གི་བསྐོར། དེའི་སྟེང་དུ། དེ་ནས་བཙུན་མོ་དེས་གཟིམས་ནས། དེ་ནས་མཚོག་གི་ནང་དུ། དེ་ནས་གྲུ་གི་ཐོག་ལ་དེ་ནས་མེ་ཏོག་པད་མ་ལ་སོགས་པ་མེ་ཏོག་མང་པོ་སྤུངས་ནས་དེ་གི་དབུས་སུ་བཙུན་མོ་བཞུགས་ནས་དེ་ནས་སྐུ་འཁྲུངས་པ་དེ་འདྲའི་གཅིག་ཡིན་དུས་ལས་དེ་འདྲ་དེ་ལ་པད་མ་ལས་འཁྲུངས་ཟེར་ནས་ད་ལྟ། དེ་ནས། བཤད་ཆོག་གི་ཡོད་རེད་ཟེར་དེ་ནི་སྔོན་གྱི་རྒྱ་གར་དང་ཨོ་འདྲི་ཡ་ནའམ་ཨོ་རྒྱན་གྱི་ཡུལ་དེ་ཚོ་ལས་དེ་ནི་རྒྱལ་བུ་སྲས་དེ་ཚོ་རྩ་བ་ཆེ་ཆེ་བྱས་ནས་འཁྲུངས་དུས་ལ་བ་དེ་འདྲའི་འཁྲུངས་རིགས་ཀྱི་དེ་ནི་དྲོད་ལ་མེ་ཏོག་གིས་བརྒྱན་ནས་ད་དེ་གི་ནང་དུ་འཁྲུངས་རིགས་ཀྱི་ལུས་སྲོག་རྒྱུ་བ་ཡོ་ཤུ་ཨ་ཟེར་དེ་འདྲས་བཤད་ནས་འཁྲུངས་འོང་དུས་ལ་དེ་ནི་པད་མ་ལས་འཁྲུངས་ཟེར་ལེ་རེད་ཟེར་དེ་ཡིན་ན་དེ་ནི་ང་ཤེས་ཀྱི་རྣམ་པ་ཅན་དུ་བཤད་བཞག་ལེ་རེད་ཟེར་དེ་ནི་ཁ་ཅིག་སྣང་ངོར་སྣང་སྐྱ་ཡོད་པའི་ཚེ་ཐོག་པ་ཚུལ་དུ་འཇུག་གི་ཐ་དད་ཅིང་ཟེར་འོང་དུས་ལ

ལྷ་ཡུལ་ནི་ལྷ་ཀྱི་བབས་ཞེས་པ་ལྟ་བུའོ། ད་དེ་འདྲའི་གི་བཤད་སྟངས་དེ་དང་འདྲ་བོ་བྱས་ནས། འོ་དེ་འདྲ་བྱས་ནས། ཐོག་བབས་ཚུལ་དུ་བྱུང་ཟེར་ནས་དེ་འདྲའི་གི་བཤད་སྟངས་གི་འཁྲུངས་ས་དེ་ལས་བཤད་སྟངས་རྣམ་པ་གསུམ་ཡོད་རེད། དེ་ནི་དེ་ཡིན་དུས་ལས་ད་འདི་གསུམ་གི་ནང་དུ་དེ་ནི་རྫུས་ཤིག་ཟེར་རྒྱུ་དེའོ། དེ་ནི་སངས་རྒྱས་ཀྱི་བཀའ་ཡི་དབང་དུ་བྱས་ན་སྤྱན་ནི་རྣམ་པ་བཞི་ནང་ནས་རྫུས་ཤིག་ཟེར་རྒྱུ་དེ་དེ་ནི་གསུང་བཞག་ཡོད་རེད་རྫུས་ཤིག་གི་སེམས་ཅན་ཡོད་ཆོག་པ་དེ་འདྲའི་དམྱལ་བ་དང་ལྷ་ལ་སོགས་པ་དེ་ཚོ་དང་བསྐལ་པ་དང་པོའི་མི་ལ་སོགས་པ་དེ་རྫུས་ཤིག་ཡིན་གསུང་ཡོད་རེད་དེ་ཡིན་དུས། གུ་རུ་རིན་པོ་ཆེའོ། དེ་ནས་དེའི་ངོས་ནས་བཤད་ན་རྫུན་བཤད་ཡིན་ཆོག་གི་ཡོད་རེད། དེ་ནི་རྟོག་གེ་གི་བློ་ཡོད་ལ་མ་ཤོང་ན་ཡང་སྐྱོན་ཡོད་ལ་མ་རེད། དེ་ནི་རྟོག་གེ་གི་འགྲེལ་པ་བརྗེད་མི་ཐུབ་མཁན་ཚན་རིག་གི་འགྲེལ་པ་བརྗེད་མི་ཐུབ་མཁན་དེ་འདྲ་གི་ཤིན་ཏུ་ངོ་མཚར་བའམ། ཡ་མཚན་ཆེན་པོ་དེ་འདྲ་གི་གནས་ཚུལ་མང་པོ་ད་ལྟ་ཡང་ཡོང་དང་ཡོང་བཞིན་པ་རེད་འདུག་ཞུ་ཡོད་རེད་དེ་ཡིན་དུས། དེ་ཚོགས་ཀྱི་བློ་ཡུལ་མ་ཤོང་བ་ཙམ་གྱིས་ཞེ་སྣང་བཟོ་དགོས་དོན་ཅི་ཡོད་ལ་མ་རེད་དེ། རྫུས་ཤིག་ཡོད་པ་ཡང་དེ་ནི་སྟོན་པའི་ལུང་གི་དྲོད་འདུ་ལ་རེད་དེ་ནི་དཔེ་མ་འཇུག་ནས་རྫུས་ཤིག་ཡིན་པ་ཡང། ད་ལྟ། གཏེར་གསར་གྱི། གཏེར་གསར་བརྩིས་ན་ད། གཏེར་མ་གི་སྣང་མཐར་ཕ་མོ་ཆེ་གི་ནང་དུ་སོང་བཞག་ཡོད་རེད། དེ་ནི་ཨོ་རྒྱན་རྒྱལ་པོའི་སྲས་ཡིན་ཞིང་དཔེ་མ་ལས་འཁྲུངས་པའི་གོ་དོན་ཡང་ཡོད་ཆོག་པ་ད་རེས་བཤད་པ་ལྟ་བུ་དང་ཡང་ན་ཐོག་བབ་ཏུ་ནམ་མཁའ་ལ་བབས་པའི་ཚུལ་གྱི་སྒོ་ནས་འཁྲུངས་ཡོད་ཟེར་ནས་དེ་འདྲའི་ཤེས་རྟོགས་རྣམ་པ་གསུངས་ཡོད་རེད། ད་ལྟའི་ཡང་གདུལ་བྱ་གང་ལ་གང་འདུལ་གྱི་སྒོ་ནས་སོགས་ཁ་ཤས་ཀྱི་སྣང་ངོ་ལ་རྫུས་ཤེས་ཀྱི་ཚུལ་བསྟན་ཁ་ཤས་ཀྱི་སྣང་ངོ་ལ་སྔགས་ཤེས་ཀྱི་ཚུལ་བསྟན་ཁ་ཤས་ཀྱི་སྣང་ངོ་ལ་ཐོག་བབས་ཀྱི་ཚུལ་དུ་བྱུང་བའི་ཚུལ་བསྟན་པ་རེད་ཟེར་ནས་འོ་དེ་འདྲས་གསུངས་པ་རེད། དཔེར་ན་རྒྱལ་ས་ཆེན་བཤད་པའི་གནས་སྐབས་སུ་བཤད་ལུགས་མི་འདྲ་བ་དེ་ནི་རྒྱའི་ཚིག་གཅིག་གཅིག་དང་དེ་ནི་རྒྱའི་མི་ལ་རས་པ་སྐོར་བཤད་ཚུལ་མི་འདྲ་བ་དེ་འདྲས་ཀྱི་བསྟན་ཡོད་ད་ལས་འོ་ད་དེ་འདྲ་བོ་གི་གདུལ་བྱ་སོ་སོ་གི་ངོ་ལས་འཁྲུངས་སྟོང་མི་འདྲ་བ་དེ་འདྲས་གསུམ་བསྟན་ཡོད་རེད་ཟེར་ནས་འོ་དེ་འདྲས་བཤད་ལུགས་རེད།

ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་ཤན་དྲངས་ནས་བོད་ཀྱི་ཡུལ་དུ་ཕེབས་པའི་ཚུལ་བསྟན་པ་དེ་ལ་དེ་ནི་མགུར་སྣང་སིག་སེ་ནོན་དེ་གཙོ་བོ་བྱས་ནས་དང་དེ་འབྲེལ་གྱི་དབང་ཤུགས་ཡོད་རེད། ད་དེ་འབྲེལ་བྱེད་འོང་དུས་ལས་དེ་ནི་མགུར་སྣང་སིག་སེ་ནོན་ལྟ་བུ་དེ་བོད་དུ་ཕེབས་དེ་ནི་བོད་ཀྱི་ལྷ་འདྲེ་གདུག་པ་ཅན་ཐམས་ཅད་བཏུལ་དེ་ནི་དམ་པའི་ཆོས་ཀྱི་བོད་ལ་དམ་པའི་ཆོས་ཀྱི་སྲོལ་གཏོད་པ་ལ་སོགས་པ་དང་ངོ་མཚར་བ་དང་མཛད་རྗེས་མང་པོ་ཅིག་མཛད་ཡོད་ཀྱི་འོ་ད་དེ་འབྲེལ་གྱི་གི་ལོ་རྒྱུས་རྣམ་ཐར་ཟེར་ན་དང་དེ་འདྲ་ཅིག་ཡོང་སྡད་ཀྱི་ཡོད་རེད། ད་ལྟའི་གུ་རུ་རིན་པོ་ཆེ་དེ་ད་ལྟ་བོད་ཀྱི་གྲུབ་མཐའ་ཟེར་ན་ཆོས་བརྒྱུད་ཟེར་ན་གྲུབ་མཐའ་ཟེར་རྒྱུ་ག་ག་ཅིག་ཡོད་ལ་མ་རེད་དེ་ནི་བོད་ཀྱི་ཆོས་བརྒྱུད་དེ་ཚོ་གི་ནང་ནས་ཆོས་བརྒྱུད་སུ་གི་ཁོངས་སུ་གཏོགས་པ་རེད་ཟེར་བ་ཡིན་ན་དེ་ནི་གུ་རུ་རིན་པོ་ཆེ་དེ་ད་གཙོ་བོ་དེའི་བཀའ་སྲོལ་དེ་སྔ་འགྱུར་གྱིས་བཟུང་བསྡད་ཡོད་པ་ཙམ་རེད་མ་གཏོགས་དེ་ནི་ད་ལྟ་གུ་རུ་རིན་པོ་ཆེ་དེ་ཆོས་བརྒྱུད་འདི་རེད་དེ་རེད་ཟེར་རྒྱུ་གཅིག་གི་ཁ་ཁ་སྐད་ཆ་གཅིག་བཤད་རྒྱུ་ཡོད་མ་རེད། དེ་ནི་རྒྱ་གར་གྱི་དཔལ་འབྲི་དག་འོ་ད་དེ་འདྲས་ཡིན་དུས་ལས་དེ་ནི་ཁོང་ལ་ད། ས་ཞྭ་རེད་ཟེར་རྒྱུ་སྙིགས་མ་རེད་ཟེར་རྒྱུ་དགེ་ལུགས་རེད་ཟེར་རྒྱུ་བཀའ་བརྒྱུད་རེད་ཟེར་རྒྱུ་གྱི་མི་ལ་རེ་དཔེར་ན། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གི་བཀའ་སྲོལ་དེ་གཙོ་བོ་བཀའ་གདམས་པས་བཟུང་ཡོད་རེད་དེ་ནི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དེ་བོད་ཀྱི་ཆོས་བརྒྱུད་གང་རུང་གཅིག་གི་བླ་མ་རེད་ཟེར་རྒྱུ་མེད་པ་དང་དེའི་རྒྱུན་དུ།

ནག་རོག་པ་དེ་བཀའ་རྒྱུད་རེད་ཟེར་གྱི་མེད་པ་བཞིན་དུ། དེ་ནི་གུ་རུ་བཀའ་སོགས་དེ་གཙོ་བོ་སྔ་འཇུག་གི་གཟུངས་ཡོད་རེད་དེ་ནི་གུ་རུ་རིན་པོ་ཆེ་དེ་སྔ་འཇུག་རེད། གཉིས་མ་རེད་ཟེར་གྱི་ཆོ་མེད་ལེ་རེད་དེ་ནི་སྔ་འཇུག་གི་དུས་ཀྱི་དཔལ་འབྲི་དག་ཅིག་རེད། གྲུབ་ཐོབ་ཅིག་རེད་རྡོ་རྗེ་སློབ་དཔོན་གྱི་རེད་དེ་ནི་ཡིན་ན་ཡང་དེ་ནི་དེ་གཉིས་མ་རེད་ཟེར་ན། ཆོས་རྒྱུད་ཡན་གར་བ་གཅིག་ཏུ་ཕ་སྐྱུག་ནི་གཉིས་མ་རེད་ཟེར་ན་ཟེར་གྱི་ཆོ་མེད་ལེ་རེད།

ཡང། གུ་རུ་རིན་པོ་ཆེ་དེ། དེ་ནི་སྙིགས་མ་ཀི་ཤུལ་གྱི་རྩི་བཞིན་མེད་གྲུབ་མཐའ་གང་ཡང་རུང་བ་ཀྱིས་ཁོངས་སུ་གཏོགས་པ་ཀྱི་ཀྱི་རྩི་བཞིན་མེད་པ་ཤེས་བཞིན་དུ་ལེའོ། དེ་ནི། ཕྱོགས་རིས་དང་ཕྲག་དོག་གི་དབང་གིས་ཕྱི་ཅིག་གྲུབ་མཐའ་གང་ཡང་རུང་བ་ཀྱིས་རེ་མདོག་མདོག་བྱས་ནས་བཤད་མཁན་ཡོད་རེད་དེ་ནི་དེ་ཚོ་ལ་ནི། དེ་ནི་ཕལ་ཆེར། ཤེས་ན་མ་ཤེས་ན་གོ་བརྡ་འཕྲོད་འོང་རྒྱུ་ཅི་ཡོད་རྒྱུ་མ་རེད་དེ་ནི་དེ་ཡིན་དུས་མི་ཤེས་མཁན་ཡོད་ན་དེ་ནི་དེ་ཚོ་དངུལ་ཤེས་ན། དེ་ནི་དེ་ཡིས། ཆོས་བརྒྱུད་གང་ཡང་རུང་བ་གཅིག་གི་བླ་མ་རེད་ཟེར་གྱི་ད་བསྟན་འགྲོའི་བརྩི་གཞི་ནི་ཁྱིམ་མི་ལས་རེད། ད་བསྟན་འགྲོས་ཀྱི་མགུར་རུ་རིན་པོ་ཆེ་དེ་དེ་ནི་སྤྱི་བཏང་གི་ད་རེས་གོང་དུ་ཞུས་པ་བཞིན་དུ་སངས་རྒྱས་ཐམས་ཅད་སྤངས་རྟོགས་ལ་མཐོ་དམན་ཅིག་ཡོད་ལ་མ་རེད་གྲུ་ཐོག་ཐམས་ཅད་དགོངས་པ་ལས་དེ་ནི་འདི་གི་དགོངས་པ་ལས་མཐོ་འདི་གི་དགོངས་པ་དམའ་བ་རེད་ཟེར་གྱི་ད་བུ་རྟོགས་པ་མཐོ་དམན་ཅིག་བཤད་ཚུལ་ལས་མ་རེད། ལྗགས་ཀྱང་བབས་པའི་ཡོས་བྱི་གྲུ་ཆེན་བརྒྱད་ཀྱི་རྩ་བཞི་ལ་སོགས་པ་དང་རིག་འཛིན་ཆེན་པོ་བརྒྱད་ལ་སོགས་པ་དེ་སོགས་ཐམས་ཅད་དེ་ནི་སློབ་དཔོན་པད་མ་འབྱུང་གནས་དང་འདྲ་འདྲ་ཡིན་གྱི་རེད་ལ་པད་མ་འབྱུང་གནས་འོག་དེ་དག་དང་འདྲ་འདྲ་ཡིན་གྱི་རེད་མ་གཏོགས་འདི་གི་མཐོ་འདི་གི་དམའ་འདི་འཇིགས་འདི་སྡུག་ཟེར་རྒྱུ་གྱི་སྐད་ཆ་ཅིག་བྱེད་འོས་ཀྱི་མ་རེད་ཡིན་ན་ཡང་ད་སྨོན་ལམ་ལྟ་སྟངས་ཅིག་དང་འགྲོ་དོན་གྱི་འཕྲིན་ལས་མཛད་སྟངས་ཅིག་གིས་དེ་ནི་ད་ལྟ། བོད་ལས་སངས་རྒྱས་ཀྱི་བསྟན་པ་སྤེལ་མུ་གེ། དེ་ནས་དང་པོ་སྤེལ་མུ་གེ་གཙོ་བོ་འདྲ་ཅིག། དེ་ནི་སློབ་དཔོན་ཆེན་པོ་དེ་སྤེལ་མ་འཇུག་ནས་དེ་རེད་གསུངས་ནི་རེད། དེ་ནི་དེ་འདྲའི་ཡིན་པའི་ཕྱིར་ན། དེ་ནི་དེའི་རྟེན་འབྲེལ་གྱི་དབང་གིས་དེ་ནི་ད་ལྟ། བོད་ཀྱི་ད་ལྟ་དངོས་སུ་ཞལ་བཞུགས་པའི་དེ་ནི་ང་ཚོ་གི་བླ་མ་ཆེ་ཁག་ཚང་མ་གི། དེ་ནི། ད་ལྟ་བོད་གངས་ཅན་གྱི་ལྗོངས་ལ་དེ་ནི་བདེ་གཤེགས་ལ་སོགས་པ་དེ་འདྲའི་འཇུག་དགོས་ན་གུ་རུ་རིན་པོ་ཆེ་ལ་གསོལ་བ་བཏབ་དགོས་པ་དེ་འདྲའི་བཀའ་སློབ་མང་པོ་ག་ས་ག་རེ་གནང་འདུག་ཅུང་གོ་མི་ཐེ་ངས་བཤད་ཆེ་དགོས་ཆེ་རྣམ་པ་གི་མང་པོ་ཞིག་གོ་མྱོང་ཡོད་ཀྱི་རེད། དེ་ནས་དེའི་རྒྱུན་དུ་ལས། དེ་ནས་དཔེར་ན། བསྐལ་བཟང་སངས་རྒྱས་སྟོང་རྩ་གཉིས་དེ་ལ། སྤངས་རྟོགས་ཀྱི་ཡོན་ཏན་ཐོགས་མེད་བཅོལ་བར་མ་བལྟས་ནས། དེ་ནས། དཔོན་ངམ་ལྟ་ལུགས་ཀྱི། ཚེ་ལོ་བརྒྱ་པ་དུས་སྙིགས་མའི་དུས་སུ་ལས། དེ་ནི་བདག་ཅག་གི་སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོ་དགའི་གདུལ་བྱ་གདུལ་བ་བཞིན་དུ་བཀའ་གདུལ་བ་བཞིན་དུ་ལས། དེ་ནས་ད་ལྟ། གོང་དུ་ཞུས་པ་བཞིན་དུ་གྲུ་ཐོགས་དེ་ཚོགས་ལ་དགོངས་པ་མཐོ་དམན་བཅོལ་བ་ལ་མ་རེ་བལྟས་ནས་དེ་ནི་ང། སློབ་དཔོན་རིན་པོ་ཆེ་པད་མ་འབྱུང་གནས་དེ་ཉིད། ཐོག། དེ་ནས། སངས་རྒྱས་ཀྱི་བསྟན་པ་བོད་དུ་ཐོག་མར་སྤེལ་བ་ལ། དེ་ནས། སྨོན་ལམ་དང། དེ་ནས་ལས་དང་རྟེན་འབྲེལ་གྱི་དབང་གིས་ཐོག་མ་སྤེལ་བའི་བྱེད་པོར་གྱུར་པ་དེ་འབྲེལ་གྱི་རྟེན་འབྲེལ་ལ་བརྟེན་ནས་དེ་ནས་ང་ཚོས། གསོལ་བ་བཏབ་ན། དེ་ནས་བདེ་གཤེགས་འབྱུང་བ་ལྟ་བུ་ཕན་ཡོན་འབྱུང་བ་ལྟ་བུ་འོ་དེ་འདྲའི་ཅིག་གི་རྟེན་འབྲེལ་གྱིས། གི་ངོས་ནས་ཤེས་འདུག་ཞུས་ཡོད་ས་རེད། དེ་ནས་དེའི་རྒྱུན་དུ། དཔང་རྟགས་ཁྱད་པར་མེད་ན་ཡང་འཕྲིན་ལས་རྒྱ་ཆེ་ཆུང་ཡོད་པ་ཡང་དེ་ནི་སྨོས་མ་དགོས་པ་དེ་འདྲ་ཞིག་རེད་འདུག་དུས་དེ་ནི་ད་ལྟ་གྲུབ་ཆེན་རྗེ་སྒྱུ་རྩལ་གྱི་ལ་སོགས་པ་དེ་ཚོགས་ཀྱི་འཕྲིན་ལས་དང་གུ་རུ་རིན་པོ་ཆེ་གི་འཕྲིན་ལས་ལ་སོགས་པ་དེ་འདྲའི་བསམ་བློ་གཏོང་ལེ་ཡིན་ན་ཡང་དེ་ནི་གུ་རུ་རིན་པོ་ཆེ་གྱི་འཕྲིན་ལས་དེ་བོད་དུ་ལྷག་པར་འཇུག་བསྡད་པ་ལྟ་བུ་ཡང་མཐོང་ཆུང་གི་ལས་ཚིག་དེ་ཡིན་དུས་འོ་དེ་འདྲ་ཞིག་རེད་འདུག་ལེ། དེ་ནི། གསོལ་བ་བཏབ་ན་བྱིན་རླབས་མྱུར་བ་དང་བྱིན་རླབས་ཆེ་བ་ལ་སོགས་པ་དེ་འདྲའི་མང་པོ་ཅིག་གི་རྒྱུ་མཚན་བཤད། བླ་མ་དམ་པ་དེ་ཚོ་གི་གསུང་འདུག་གིན་གོ། ད་དེ་འདྲའི་གི་སློབ་དཔོན་རིན་པོ་ཆེ་དེའི་གི་དེ་ནི་ད་ལྟ་སྙིང་པོ་འབད་རྫ་གུ་རུ་ཟེར་ནས་ད་ཚུལ་འདས་གི་ཞོ་བ་ལ་སི་ཏི་ཟེར་ཞོ་རེད། ཕ་ངེད་ཚོ་གི་ཕ་ཡུལ་གི་ཞོ་བ་ལ་འབད་རྫ་གུ་རུ་ཟེར་ཞོ་རེད་གང་ལྟར་ཡང་ཨོམ་ཨ་ཧུང་འབད་རྫ་གུ་རུ་པད་མ་སི་ཏི་ཧོང་ཟེར་རྒྱུ་དེ་རེད། ཧོ་ད་ཏི་ཁི། དེ་ནི་ཕན་ཡོན་བཏབ་པ་ཞིག་ལས་ཡིན་ན། ད་འདི། ཞེ་སྡང་གི་ཕན་ཡོན་མང་པོ་ཅིག་གསུངས་ཡ་ཡོད་ད་རེད་དེ་ནི་ངས་ད་ལྟ། འབྲུ་ཐོག་བཀའ་མ་ལིན་པ་ཀའི་འབད་རྩ་འགུ་རི་ཕན་ཡོན་གི་ནང་དེ་ནི་མ་ཅིག་སྐྱེས་གསུངས་ན་དྲན་འདུག་དེ་ནི་ད། ཚིག་འགའ་རེ་མཁྲེགས་པོ་བོ་འདྲ་ཅིག་ཡིན་དུས་ལས། དམུ་ཤ་ཕོ་མོ་དེ་ཚོ་གོ་བདེ་མོ་དེ་འདྲ་ཡོང་ས་མ་རེད་དེ་ནི། དེ་ནི་མོང་ཆེ་བ་དེ་དག་གོ་བདེ་མོ་ཡོད་ཆོག་ས་འགི་དུས་ལས་དེ་ནི་འདི། ལུང་གི་གོ་བསྐྱེད་ཀྱི་ཡོད་མེད་དེ་འདྲ་གི་ཚིག་བར་མ་ཆད་པ་དེ་ངས་མ་འདོན་རྒྱུ་མེད། དེ་ནི་ཚིག་བར་མ་ཆད་པ་ཆ་ཚང་འདོན་གསུངས་ལ་ཡིན་ན་དེ་ནི་རང་གི་དད་པ་ཞེས། སྨོན་ལམ་བཏབ་གསོལ་བ་བཏབ་ལུང་མཐོ་བཞི་ཡོད་བསམ་སང་ཞིག་དེ་ལ་ཡིན་ན་མཐོ་སྲིད་པ་རེད། དེ་ནི་དེང་སང་གི་ང་ཚོ་གི་སྐྱེས་བུ་ཆེན་པོ་ཐམས་ཅད་ཀྱི་དེ་ནི། ཤེས་ཀྱི་རྒྱལ་ཁབ་དེ་ཚོ་ནི་དབང་འདུས་འོང་དུས་ང་ཚོ་ནང་ནས་ཉན་བ་དང་ནི་གསོ་བ་ལྟ་དེ་ལ་ཡིན་ན་དབང་ཐོབ་རྒྱུ་ཡོད་གསུངས་ནས་དེ་འདྲའི་གསུང་ཤིང་གི་ལས་དེ་ཚོ་ཐམས་ཅད་དང་གཏན་བྲལ་བསམ་གྱི་མི་ཆོག་པ་ཡིན་དུས་ལས་གཏོད་དགོས་པ་ག་ཤེད་ཀྱི་བློ་ཡུལ་དུ་མ་ཤོང་ན་ཡང་ཐོབ་སྲིད་པ་ཡིན་གྱི་རེད་དེ་ནི་ཡིན་ན་ཡང་དེ་ནི་ང་རང་གི་ངོས་ནས་ཞུས་པ་ཡིན་ན་དེ་ནི་དབང་དེ་ལས་དང་དཀྱིལ་འཁོར་ལ་སོགས་པ་དང་གཏོར་མ་ལ་སོགས་པ་མཚོན་བྱ་མཚོན་བྱེད་ཀྱི་རྫས་དང་དང་དེ་འདྲའི་མང་པོ་ཅིག་དགོས་དུས་ལས་དེ་ནི་ལྗོངས་རིང་པོ་བཅིངས་ནས།

ཐུགས་བསིལ་གྱི་རེ་འོལ་སང་སང་ཅིག་གི་དེ་ནས་རང་ལ། ང་རང་གི་ངོས་ནས་བཤད་ན་དེ་འདྲའི་ཅི་ཡི་ཕྱི་ཡོལ་བལྟས་ནས་ད་རེས་ངས་འདིའི། ཚིག་ཆ་ཚང་དེ་འདོན་བཞིན་མེད་དུས་ལས་རླུང་གི་གོ་ཆོད་ཀྱི་དེ་འདྲའི་མ་ཡིན། ཡིན་ན་ཡང་ད་འདིའི་ནང་ནས་ཁས་ལོངས་རག་རན་ཙམ་ཞིག་བྱས་ནས་མ་བཤད་གསུངས་ལ་ཡིན་ན། ད་དང་པོ་ཕན་ཡོན་འདི་གསུངས་པའི་དུས་སུ་མཁའ་འགྲོ་ཡེ་ཤེས་མཚོ་ལྗགས་ཀྱིས།

དེས་མི་ཚད་པ་གཅིག་གི་སྨན་གྱི་རིགས། དཔེར་ན་ད་ལྟ་བདུད་རྩི་བུན་ཆེན་ཟས་བཅུད་ཀྱི་སྨན་པ་རྣམས་ཀྱིས་ཤིན་ཏུ་གསང་བའི་སྨན་དུས་ནད་དང་དེ་ནི་གཉན་རིགས་ཀྱི་ནད་ཀྱི་གཉེན་པོ་དེ་འདྲའི་གི་སྨན་འགུལ་གྱི་འདི་ཚོ་དང། བདུད་རྩི་བུན་ཆུང་ཟས་བཅུད་དང་དེའི་རྒྱུན་དུ་ལས་ནག་པོ་དགུ་སྦྱོར་ལ་སོགས་པ་འདི་ཚོ་ཐམས་ཅད་དེ་དེ་ནི་གུ་རུ་རིན་པོ་ཆེ་གི་མ་འོངས་པ་ན་ནད་ངོས་མི་ཟིན་གསོ་མི་ཐུབ་མོད་ཀྱི་ནད་འདྲ་མི་འདྲ་དེ་འདྲའི་ནད་འོང་རྒྱུ་ཡོད་དེའི་དུས་སུ་དེ་ནི་ཕན་ཐོགས་ཡོད་གསུངས་ནས་གཏད་ལ་སྦིས་མཛད་རྒྱ་དུས་དེ་ནི་བལྟས་བྱ་དང་སྨོན་ལམ་གྱི་དབང་གིས་ལས། དེ་ནི་བརྗོད་པ་དྲུག་ལྡན་གྱི་ཤེས་པའི་ཚད་ལྡན་དེ་འདྲ་གི། དེ་ནི་དེ་ལས་ལན་དེ་འདྲ་བྱས་འོང་དུས་དེ་ནི་ད་ལྟ་ང་ཚོ་གི་ཤོད་ཡུལ་ལའོ་སྙན་ཁ་ལ་སོགས་པ་ལས་ཕན་པ་དངོས་སུ་དོད་པོ་ཡོད་རྒྱུ་དེ་འདྲ་བྱས་འོང་དུས། དེ་ནི་ད་ཡེ་ཤེས་མཚོ་ལྗགས་ཀྱིས་གསུངས་ན་དེ་ནི་མགུར་རུ་རིན་པོ་ཆེ་ཆད་ལྟ་བུ་གྱིས་བོད་ཀྱི་སེམས་ཅན་རྣམས་ལས་ཚད་འདི་དང་ཤེས་པ་ཕྱི་མ་ད་ལྟ་དང་མ་འོངས་པའི་དོན་ལ་དེ་ནི་ཐུགས་བསམ་བསྐོར་ནས་དེ་ནི་ཆོས་ཕ་བཞག་དུས་ལ། སྨན་ཡང་རྒྱུད་ཐམས་ཅད་གཏད་ལ་འབུལ་ནས་ཤི་རལ་སྒོང་མོ་བྱིས་འདྲ་བོ་ཅིག་དེ་སྔ་བྱོན་མྱོང་ནི་མ་རེད། ད་ལྟ་བྱེའུ་ལྷ་ཚིགས་ཀྱི་བྱོན་གྱི་མ་རེད་མ་འོངས་པ་ན་འོ་ཆོས་འདྲ་བ་ཀྱི་བྱོན་དཀའ་མོ་རེད་དེ་ཡོད་ཀྱི་རེད། དེ་ནས་དེས་མ་ཚད་དེ་ནས་ཆོས་མང་པོ་ཀྱི་གནང་རྒྱུ། དེ་འདྲས་ཀྱི་རེ་དུས་ལས་ཆོས་དེ་ཚོ་ཐམས་ཅད་ལ་དེ་ནས་ཁོང་འདྲ་བོ་ཀྱི་ཡིད་ཤེས་འཚོ་བྱ་ཁོང་ལྟ་བུ་ཡིན་ན་དེ་ཐེ་ཚོམ་མེད་ལོག་ལྟ་མེད། དེ་ནས་ངེས་པར་དུ་ཡིད་ཆེས་ཡོད། ཡིན་ན་ཡང་མ་འོངས་པའི་སེམས་ཅན། དེ་ནི་རྗེས་མ་དང་མ་འོངས་པ་ལོ་བརྒྱ་ཕྲག་མང་པོ་གི་རྗེས་ལས་སེམས་ཅན་མང་པོ་ཅིག་མི་མང་པོ་ཅིག། བློ་སྣ་མང་ཞིང་དྲན་འཇུག་མང་པོ་ཡོད་མཁན། དམུ་རྒོད་ཆེ་བ་སྟེ་དེ་ནི་སུ་གཅིག་ལ་ཡིད་མི་ཆེས་མཁན། སངས་རྒྱས་ནམ་མཁའ་རྣམས་ཕུལ་ན་དད་པ་བཞག་མི་ཤེས་མཁན། སེམས་ཅན་རྗེས་མ་ལུས་ན་སྙིང་རྗེ་བཤད་མི་ཤེས་མཁན། འོ་དེ་འདྲའི་མང་པོ་ཅིག་འོང་རྒྱུ་ཡོད་རེད། དེའི་ཚོགས་ཀྱིས་དམ་པའི་ཆོས་ལ་ལོག་པར་ལྟ་ཞིང། དེ་ཞེ་སྡང་གི་ངོས་ནས་བཤད་ན། དེ་ནས། ད་ཆོས་ཟད་ཀྱི་དུས་ཀྱི་ནང་དུ་ཆོས་ཆོས་ཀྱི་བཤད་ལུགས་བཅོས་བ་ལས་ཆོས་ཆོས་ཀྱི་བཤད་ལུགས་དེ་བཤད་གསུངས་དུས་དཔེར་ན་ཁྲི་སྲོང་ལྡེ་བཙན་དེ། འཇམ་པ་དབྱངས་ཀྱི་སྤྲུལ་པ་ཡིན་རྫས་ལས་འདྲ་སྲོང་བཙན་སྒམ་པོ་དེ་གཤེན་རིག་འཛིན་གྱི་སྤྲུལ་པ་ཡིན་རྫས་ལས་འདྲ། དེ་ནས་དེའི་རྒྱུན་དུ། དེ་ནི་ད་དུང་བོད་ལ་ཤན་རིག་རྩིས་ཀྱི་སྤྲུལ་པ་མང་པོ་འཇམ་དབྱངས་ཀྱི་སྤྲུལ་པ་མང་པོ་ཡོད་རེད་དེ་ནི་དེ་འདྲའི་གི་མང་པོ་ཅིག་ཤེས་སྲོལ་ཡོད་རེད། དེ་ནི་དེ་ཚོ་དེ་ང་ཚོའི་ངོས་ནས་བཤད་ན་རེད་སེ་ད་ཀྱེ་ང་ཚོ་གི་སོ་སོའི་ཤེས་འོག་ཅིག་གི་ཁྱི་ཞིག་བཀོལ་རྒྱུར་ཤེས་པའི་ནུས་པ་ཡོད་མ་རེད་ཨ་དེ་ནི་མ་རེད་སེ་ཅིག་གོ་ད་ཀྱེ་ཤི་ལ་མ་རེད་ང་ཚོ་ལ་བཀོལ་རྒྱུར་ཤེས་པའི་ནུས་པ་ཡོད་མ་རེད་ཡིན་ན་ཡང་དེ་ནི་བཤད་པའི་དམ་པ་སྔ་མ་ཆོས་དང་མཐུན་པ་དེ་ནི་བཀོལ་རྒྱུར་མཁྱེན་པ་དེ་ཚོ་ཐམས་ཅད་གི་དེ་འདྲའི་གི་གསུང་བཞག་དུས་ང་ཚོས་དེ་བཞིན་དུ་དད་པ་བཞག། ཡིད་ཆེས་བྱས་དེ་ལ་དབྱེ་ན། དུས་ཀྱི་བྱིན་རླབས་དེ་ཞུགས་རྒྱུ་ཡོད་དུས་ཀྱི་ཕན་ཡོན་དེ་འབྱུང་རྒྱུ་ཡོད་པ་དེ་འདྲའི་ཅིག་ཡིན་དུས་ལ་དེ་ནི་དད་པ་དེ་གིས་ང་ཚོ་ལ་ཁེ་བཟང་སྤྲད་རིགས་མ་གཏོགས་དད་པ་དེ་གིས་ང་ཚོ་ལ་དེ་ནི་གནོད་གཞི་ཡོང་ཞིག་ཡོད་མ་རེད་དཔེར་ན་འདས་པ་ཕྱི་རྒྱལ་གྱི་ཆོས་ལུགས་དཔེར་ན་ཡེ་ཤུ་ལྟ་བུ་ཡིན་ཁ་ཞིག་དང་དེ་ནི་རྗེས་འབྲང་དུང་ཕྱུར་ཉེར་བཞི་སུམ་ཅུ་དང་དེ་འདྲའི་གི་ཇུས་འདེད་པ་དེ་འདྲའི་རེད་འདུག་ལ་རེད། དེ་ནི་སྡེ་ཚོགས་ཀྱི་ནང་ལས་དེ་ནི་སྟོབས་ཆེ་དགོས་ན་ད་དེང་སང་འཛམ་གླིང་གི་ཁག་གི་སྟོབས་ལྡན་གྱི་རྒྱལ་ཁབ་ཨ་རི་ལྟ་བུ་རེད་དེ་ནི་དེ་ཡིན་ན་ཡང། དེ་ནི་ཁོ་རང། རྒྱལ་ཁབ་དེ་ད་ལྟ་བཙུགས་ནས་ད་ལྟ་གསར་པ་གྱི་རྒྱལ་ཁབ་ཕ་དེ་བཙུགས་ནས་དེང་སང་གི་བར་དུ་ལས། དེ་ནས་ལོ་བརྒྱ་ཕྲག་ཁ་ཤས་ཀྱི་ནང་ལ། དེ་ནས་ཁོ་རང་ཚོ་གི་དབུ་ཁྲིད་དེ་ངེས་པར་དུ་ཡེ་ཤུ་ཆོས་ལ་དད་པ་ཡོད་དགོས་པ་ཟེར་ནས་དབུ་ཁྲིད་ཀྱི་ནང་ལ་འགྲོ་དགོས་ན་ཡེ་ཤུ་གི་ཆོས་ལ་དད་པ་ཡོད་དགོས་པ་ཅིག་རེད་མ་གཏོགས་ཡེ་ཤུ་ཆོས་ལ་ཆོས་དད་མེད་མཁན་གྱི་དབུ་ཁྲིད་ཀྱི་ནང་དུ་ཡང་འགྲོ་ལུས་ཀྱི་གདམས་དགོས་ན་ཡང་གདམས་ས་ཀྱི་འོས་མི་ནང་ལ་ཡང་ཚུད་ཐུབ་ལེ་མ་རེད། འོ་དེ་འདྲས་བྱས་ནས་ཡེ་ཤུ་ཆོས་ལ་དད་པ་བཞག། དེ་ནས་ཚན་རིག་པ་མང་པོ་བསྐོ་བ་དེ་འདྲའི་ཞིག་དད་པ་བཞག། དེ་ནས་དེ་ཚོ་ཐམས་ཅད་ཀྱི་ཕྱི་ཅིག་བཀའ་འཕྲིན་མ་སྦྱར་གྱི་ཤེས་ནས། དེ་ནས་ཡེ་ཤུ་ལ་སོགས་པ་དེ་ཚོ་དེ་དེ་ནས་ད་ལྟ་ཡོད་ཀྱི་མ་རེད་རྫུན་མ་ཡིན་གྱི་རེད་ཟེར་བ་ལྟ་བུ་དེ་འདྲ་བཤད་མི་ཤེས་པ་མ་རེད། དེ་ནས་བཤད་མི་དྲན་པ་མ་རེད་དེ། རྒོལ་བ་དང་དགག་བཞག་ལ་བརྟག་ནས། དེ་ནས་རྒོལ་བའི་དབང་གིས་དེ་ཚོ་ཁས་ལེན། རྒོལ་བའི་དབང་གིས་དེ་ཚོ་ལ་ཆ་བཞག་དད་པ་བཞག་འོང་དུས། དེ་ནས་ཡུལ་ལས་གསོས་ཏེ་བསོད་ནམས་དེའི་རྒྱན་དུ་ལས། དེ་ནས་ནད་མུག་འཁྲུག་རྩོད་ཞི་བ་ལ་སོགས་པ་དེ་འདྲའི་གི་ཕན་ཐོགས་མང་པོ་དེ་ནི་དེ་འདྲའི་ཡོད་རེད། དེ་ནི་ཚེ་འདི་ཚེ་ཕྱི་མ་ལ་སོགས་པ་ཁས་ལེན་ནས། ད་དེ་འདྲའི་བྱས་ནས་འཇུག་འོང་དུས་ལས་དེ་ནི། ཕན་ཕན་ཐོགས་ཆེན་པོ་ཡོང་གི་ཡིན་གི་རེད། དེ་ང་ཚོ་ཡང་དཔེ་དེ་མཚུངས་རེད། ང་ཚོ་ཡབ་མེས་སྔ་མ་དེ་ཚོ་གིས་དེ་ནི་ཆོས་རྒྱལ་ས་སྐྱ་དཔལ་རི་དང་འཇམ་དབྱངས་ཀྱི་སྤྲུལ་པ་ཡིན་པ། རྗེ་ཙོང་ཁ་པ་བློ་བཟང་དྲག་པོའི་བར་དེ་འཇམ་དབྱངས་ཀྱི་སྤྲུལ་པ་ཡིན་པ། དཀོན་མཆན་ཀློང་ཆེན་རང་བྱང་བཟང་པོ་དེ་འཇམ་དབྱངས་ཀྱི་སྤྲུལ་པ་ཡིན་པ་ལ་སོགས་པ་དེ་འདྲའི་གསུང་རྒྱུ་དེ་ཚོ་ཐམས་ཅད་དེ་ལས་དེ་ནི་དད་པ་བཞག་དེ་འདྲའི་ཞིག་ནས་དད་བཞག་ལས་དད་བཞག་བརྩིས་ན་ད་ཡིད་ཆེས་ཞེས་གསོལ་བ་བཏབ་དེ་འདྲའི་ཞིག་དེ་ལ་ཡིན་ན། དེ་ནི་འཇམ་དཔལ་དབྱངས་ཀྱི་བྱིན་རླབས་འབྱུང་ཕན་ཡོན་འབྱུང་ངོ། དེ་ནི་ནུས་པ་འབྱུང་ངོ་དེ་འདྲའི་གི་རྟེན་འབྲེལ་གྱི་འབྲིང་འགྲུབ་ཞུ་བ་རེད། དེ་ནི་དེ་ཚོ་ཐམས་ཅད་ལས་རྟོག་གེ་གི་བློ་ཡུལ་ལ་མི་ཤོང་འོང་དུས་ལས། དེ་ནི་ཁ་ཤས་ཀྱི་ཕ་ཁྱེད་ཡིན་ལུས་མ་རེད། ཡིན་རྒྱུ་མ་རེད་བསམ་བསམ་གི་སྐད་ཆ་ཁ་ཤས་ཀྱི་བཤད་མི་དྲན་པ་ཡིན་གྱི་མ་རེད་བཤད་མི་ཤེས་པ་ཡིན་གྱི་མ་རེད་དེ་ནི་དེ་དེ་བཤད་ལེ་ལེ་གོ་དེ་པ་དེ་ཕ་བླ་ས་དང། ཆུའི་གཏོར་སྐྱིལ་གཏོང་ས་ཅིག་མ་གཏོགས་དེ་ཕན་ཐོགས་མེད་ཀྱི་འོས་ལ་མ་རེད། དེ་ཡིན་དུས་ལ་དགོས་པ་དང་དགག་བཞག་དེ་ནི་དེའི་མི་ཚེ་རང་གི་ཚེ་འདི་དང་ཤི་བ་ཕྱི་མ་གི་ཁེ་ཕན་ལ་བརྟགས་ནས། ཆུའི་སེམས་དེ་ཆུས་ནི་ཤེས་པ་བཞིན་དུ་བསམ་བློ་གཏོང་ན་ཡིན་གྱི་མེད་གཉིས་གཏོ་གེག་གི་འདྲེས་པ་བརྗེད་ཐུབ་དགོས་ལེ་མ་རེད་ཡིན་གྱི་མེད་གཉིས་ཚན་རིག་གོ་ཆེན་འདྲེས་པ་བརྗེད་མ་ཐུབ་ན་བརྗེད་ཨེ་ཐུབ་ཀྱི་བརྟག་དགོས་ལེ་མ་རེད་དེ་ནི་ཁོ་རང་ཆུའི་ཆུ་ཁོ་རང་གི་ལུགས་ཀྱི་ཡོད་རེད་དེ་ནི་དེ་ཡིན་དུས་ལ་ནུབ་ཕྱོགས་ཀྱི་རྒྱལ་ཁབ་སྟོབས་ཆེན་དེ་ཚོ་གིས་ད་དུང་ཡེ་ཤུ་ལ་སོགས་པ། ནང་པ་སངས་རྒྱས་པའི་རིགས་པ་ལས་ཕལ་ཆེར་རིགས་པ་སྨྲ་བ་ལྟ་བུ་ལས། ལྡབ་མང་པོ་གཅིག་གིས་བདུག་ཚེ་དད་པ་ཅུང་ཅུང་བཟོ་ལེ་དེ་མ་གཏོགས་རིགས་པ་གསང་བ་གཏན་དུ་གཏོང་ས་མེད་མོད་ཀྱི་ཆོས་ལུགས་ཀྱི་ཁས་ལེན་ནས་འདུག་ཡ་ཆོད་དེ་གས་དེ་ནས་ཕན་ཐོག་འགི་བསམ་ནས་དེ་འདྲའི་བཟོ་འདུག་ཞུ་ཡ་རེད་དུས་དེ་ནས་ང་རང་འདྲ་གས་ནང་པ་སངས་རྒྱས་པ་དེ་དག་ཤེས་རབ་གཙོ་བོར་བྱས་དེ་ནས། རིག་པའི་བདག་ཤ་གཙོ་བོ་བཅས་ལུང་དང་རིགས་པ་གི་སྦྱར་བསྟན་གཙོ་བོར་ཚོར་ནས་ཤེལ་འོལ་མོ་གི་ཆོས་འདི་དེ་ནི་ཆོས་ཀྱི་ནང་ནུས་བ་ད་དུང་རིན་ཐང་བྲལ་བ་ལྟ་བུ་ཡོད་དུས་ལས་དེ་འདི་འདི་ནས་ཤེས་པ་ཞིག་འདི་འོ་ཞིག་ནས་དེ་པ་ཞིག་གསོ་བ་ལྟ་ན་ཡག་པོ་ཡོད་རུང་མ་གཏོགས་དེ་ནས་ཕྱི་ཕྱི་བོད་ཀྱི་རིག་གནས་ལ་དགའ་ཞེན་ཡོད་འདུག་བྱས་ནས་བོད་ཀྱི་རིག་གནས་ལས་གཏོར་བཤིག་བཏང། དེ་ནི་ཆོས་ལ་དད་པ་ཡོད་འདུག་བཤད་ནས་དེ་ནས་རྟོག་གེ་གི་འགྲེལ་པ་བརྗེད་མ་ཐུབ་པ་དེ་འདྲ་ཁ་ཤས་ཅིག་ལ་ཁས་ལེན་ཐུབ་མི་ཐུབ་མདོག་མདོག་གི་དེ་འདྲ་བཤད་འོང་དུས་ལས། དེ་ནས་བསོད་ནམས་མེད་པའི་མི་གཅིག་གི་དེ་འདྲ་བཤད་འོང་དུས་ལས་བསོད་ནམས་མེད་པའི་མི་མང་པོ་ཅིག་དེ་གི་རྗེས་སུ་འབྲངས་ནས་དེ་ནི་མི་མང་པོ་ཅིག་ལ་གནོད་བཤད་དེ་ནི་ཆོས་ཀྱི་ངོས་ནས་བཤད་པ་ཡིན་ན་མི་མང་པོ་ཅིག་ངན་སོང་དུ་སྡེབ་སྐྱེས་ནས་མར་ཁྲིད་ལུགས་ཀྱི་ལས་ཀ་དེ་བཟོ་འདུག་ཞུ་བར་དུས་དེ་ཚང་མ་གི་ཐུགས་གཟབ།

བཅུད་ལྡན་པ་ཡིན་པའི་ངོས་ནས་བཤད་རྒྱ་ལ་ཡིན་ན་སྟོང་མི་བབ་པ་དེ་འདྲ་ཅིག་རེད་འདུག་ལ་རེད་ཟེར་དེ་ཡིན་དུས་དེ་འདྲ་ཅིག་རེད་དེ་ནི་མ་འོངས་པའི་སེམས་ཅན་དེ་ཚོ་གི་བཅུད་ལ་ལོག་པར་བཏགས་ཤིང། ཚེ་སྔ་མ་ཡོད་ལ་མ་རེད་ཚེ་ཕྱི་མ་ཡོད་ལ་མ་རེད། དེ་ནི་དེའི་རྒྱུན་དུ་དཀོན་མཆོག་སུ་བདེན་པ་མ་རེད་ལྷ་བཅོས་སྐྱོང་རྫུན་མ་རེད་ཟེར་བ་ལྟ་བུ་དེ་འདྲ་གི་བཅུད་ལ་ལོག་པར་བཏགས་ཤིང། ཁྱད་པར་དུ་གསང་སྔགས་ཀྱི་བཅུད་ལ་སྐུར་པ་འདེབས་པ་དེ་འདྲ་ཅིག་མ་འོངས་པ་ན་ཡོང་སྲིད་པ་རེད། དེ་དེ་དེང་སང་གི་དུས་སུ་གསང་སྔགས་བློ་ཡུལ་དུ་མི་ཤོང་ནས། དེ་ནས་སྤྱིར་ཉན་ཐོས་སྡེ་པ་དང། དེ་ནས་ཐེག་ཆེན་མདོ་ལུགས་ཤོད་པ་དེ་ཚོ་གི་སྔགས་བློ་ཡུལ་དུ་མི་ཤོང་ནས་ད་ལྟ་དྲ་བ་གི་ནང་བརྙན་འཕྲིན་གི་ནང་དེ་ཚོ་ལས་སྐུར་འདེབས་མང་པོ་བཟོ་ཤོད་རེད། དེ་ནས་དེའི་མི་ཚེ་ང་ཚོ་བོད་ཀྱི་དེ་གསང་སྔགས་ཀྱི་ཆོས་དར་བསྡུ་ས་གི་ལུང་པ་ཅིག་རེད་དེའོ། དེ་ནས་དཔེ་ཆ་བ་དེ་ཚོགས་ཀྱིས། མདོག་དང་མཚན་མ་དང། དབུ་མ་དང་མཚན་མ་ལྟ་བུ་མདོག་གི་སྐོར་དེ་ཚོགས་གཙོ་བོ་དེ་ལྟ་ཉུང་ལེར་མ་མཐོང་སྔགས་རྒྱུད་གཏན་ནས་མེད་མཁན་དེ་ཚོགས་ཀྱིས་དེ་ནི་སྔགས་ཀྱི་ཚུལ་དེ་ཚོ་གཏན་ནས་ཁས་ལེན་མི་ཐུབ། དེ་ནི་ཡིན་གྱི་ཁོ་རང་རྒྱུས་མེད་པའི་སྐྱོན་ཡིན་པ་ལ་དེ་ནི་ཁོ་རང་གི་དབུ་ཚད་ཉིད་ཤེས་ཚད་དུས་ལས་ཐ་བསྟན་པ་ཡོངས་རྫོགས་དེ་ཁ་ཚོན་བཅད་ཀྱི་ཆུ་སྣང་ཤར་ནས་རང་གིས་ཤེས་པ་དེ་ཙམ་ཞིག་གི་ཁ་ཚོན་བཅད་ཀྱི་ཆུ་སྣང་ཤར་ནས་དེ་མ་རྟོགས་པ་ཚང་མ་ལ་སྐུར་པ་བཏང་ནས་འདུག་རྒྱག་མཁན་དེ་འདྲའོ། ང་ཚོའི་ཆོས་བརྒྱུད་ནང་ལའང་མང་པོ་མཐོང་བྱུང་གི་ལས་བོད་ཀྱི་ཆོས་བརྒྱུད་ཀྱི་ནང་ལ་མང་པོ་མཐོང་བྱུང་གི་ལས་ཨ། དེ་ནས་དེ་འདྲ་བྱས་ནས་སྐུར་པ་འདེབས་སྐུར་འདེབས་བྱེད་དུ་འོང་བས་སུ་དང་མ་འོངས་སྔོན་ཤེས་ཀྱི་ཚོད་དུ་མ་འོངས་པ་ན་དེ་འདྲའི་སྐུར་པ་འདེབས་མཁན་མང་པོ་འོང་རྒྱུ་ཡོད་རེད།